འདམ་ཆུ་ཆུ་ལོག་དེ་ཡིས་རྐྱེན་པས། གཏོར་རྒོད་འཆིང་ཡུལ་ཡིན་པ། བྱེད་དུས། ཉིས་སྟོང་ཉི་ས་དྲུག་ཟླ་བ་བརྒྱད་པའི་ཚེས་ཉི་ས་དྲུག་གཟའ་ལྷག་པའི་གོང་མོ་བར་གནས་ཚུལ་ཐོན་པར་བྱས་ན། མི་བརྒྱ་དང་དྲུག་ཅུ་ཙམ་འདས་གྲོངས་སུ་ཕྱིན་ཡོད་པ་དང། ད་དུང་ཡུལ་སྐོར་སྤྲོ་འཆམ་པ་བཞི་བརྒྱ་ལྷག་ཙམ་གར་སོང་ཡོད། ལྷན་རྒྱས་གམ་བཟང། ཐོག་མར་འཛམ་གླིང་ཤེས་རྟོགས

བོད་ཡུལ་གྱི་ས་མཚམས་དུ། འདམ་བག་གི་ཆུ་ལོག་བརྒྱུགས་ཏེ། མི་མང་པོ་ཞིག་ལ་རྐང་གཉིས་མཁྲིས་ཡོད་པས། དེའི་སྐོར་གསར་འགོད་སྙན་ཐོ་ཞིག་བཏུབ་པས། དེ་རིང་གི་ལས་རིམ་ནང་གསར་འགོད་སྙན་ཐོ་དེ་ཡི་སྙིང་བསྡུས་ཞུ་རྒྱུ་ཡིན་པས་ཚང་མས་གསན་རྒྱུ་ཡོང་བར་ཞུ། དེ་ནི་ཁ་སང་ཉིས་སྟོང་ཉི་ས་དྲུག་ཟླ་བ་བརྒྱད་པའི་ཚེས་ཉི་ས་དྲུག་གོང་སྨོས་པར་གནས་ཚུལ་ཐོན་པར་བྱས་ན། ད་ལྟའི་བར་གནས་ཚུལ་ཤེས་རྒྱུར་བྱས་ན། བལ་པོའི་ཉེན་རྟོག་པས་བཤད་རྒྱུ་ལ་ཁོ་ཚོས་མི་བརྒྱ་དང་ལྔ་བཅུ་ལྔ་བདུན་གྱི་ཕུང་པོ་རྙེད་སོང་ཅེས་བཤད་ཡོད་པ་དང་ད་དུང་གཞན་མང་དག་ཞིག་སོང་ཆ་མེད་དུ་གྱུར་ཡོད་པའི་གནས་སྟངས་ཆགས་ཡོད་པ་དང། བལ་བོའི་སྲིད་གཞུང་ངོས་ནས། གནམ་གྲུ། Helicopters། ལ་སོགས་བཏང་སྟེ་དཀའ་ངལ་བྱུང་བའི་ས་གནས་དེ་དག་ལ་རོགས་སྐྱོར་ཆེད་མི་བཏང་གི་ཡོད་ཡིན་པ་དང། གར་སོང་ཆ་མེད་དུ་གྱུར་པའི་མི་མང་དག་ཞིག་ནི། Tourist། ཡང་ན། ཡུལ་སྐོར་སྤྲོ་འཆམ་པ་ཡིན་པ་དང། ཡུལ་སྐོར་སྤྲོ་འཆམ་པའི་གར་སོང་ཆ་མེད་དུ་གྱུར་པའི་མི་འབོར་གྱི་གྲངས་ཀ་དེ་ནི་མི་བཞི་བརྒྱ་གསུམ་ཙམ་ཡིན་པ་དང་དེའི་ནང་དུ་མི་སུམ་བརྒྱ་བཞི་བཅུ་ཞེ་གཅིག་ཙམ་ཕྱི་རྒྱལ་ལུང་པ་ཁག་ཅིག་ནས་ཡིན་པ་དང། ལུང་པ་དེ་དག་ནི་ཨོ་སི་ཁྲུ་ལི་ཡ། དབྱིན་ཇི་ལུང་པ། མ་ལེ་ཞི་ཡ། ཧོ་ལན་ཡང་ན The Netherlands ལུང་པ། Portugal། South Africa། South Korea། ད་དུང། ཨ་རི། བཅས་ཀྱི་ཡུལ་སྐོར་བཀྲོལ་འབྱོན་པ་དེའི་ནང་ཡོད་ཡིན་པ་བཞིན། ཡུལ་སྐོར་བཀྲོལ་འབྱོན་པ་བརྒྱ་དང་བཞི་བཅུ་ཞེ་གཉིས་ཙམ་ནི། རྒྱ་གར་གྱི་ཡུལ་སྐོར་བཀྲོལ་འབྱོན་པ་ཁག་ཅིག་ཡིན་ཡིན་པ། ལས་དོན་རྐྱེན་དེའི་སྐོར་བོད་ནང་གི་གནས་སྟངས་ཐོག་ཁག་གི་ཕྱོགས་ནས་གནས་ཚུལ་སྤེལ་བར་བྱས་ན། ཉིས་བརྒྱ་དྲུག་ཅུ་རེ་ལྔ་ཙམ་གར་སོང་ཆ་མེད་དུ་གྱུར་ནས་གནས་ཡོད་པ་དང་ད་དུང། མི་གསུམ། རྐྱེན་འདས་སུ་ཕྱིན་ཡིན་པས། སྐར་འཕོམ་ཡང་ན་བདེ་འབངས་བྱེད་ཡུལ་ཡིན་པ། བྱེད་དུས། ཉི་སྟོང་ཉི་ས་དྲུག་ཟླ་བ་གྱེས་པའི་ཚེས་ཉི་ས་དྲུག་གཟའ་ལྷག་པའི་གོང་མོ་བར་གནས་ཚུལ་ཐོན་པར་བྱས་ན། མི་བརྒྱ་དང་དྲུག་ཅུ་ཙམ་འདས་གྲོངས་སུ་ཕྱིན་ཡོད་པ་དང། ད་དུང་ཡུལ་སྐོར་སྤྲོ་འཆམ་པ་བཞི་བརྒྱ་ལྷག་ཙམ་གར་སོང་ཆ་མེད་དུ་གྱུར་བའི་གནས་ཚུལ་ཞིག་ད་ལྟའི་ཆར་དེ་འདྲ་ཆགས་ཀྱི་ཡོད་ཡིན་པའི་གནས་སྟངས་ཤིག་ཡིན་པ། ད་རིང་གི་གདམས་རྒྱུད་ཆུ་ལོག་འདི་ཡིས། བོད་ཡུལ་དང་བོད་ནང་ཕྱོགས་གཉིས་ཀའི་ས་མཚམས་དུ་ཡོད་པའི་གྲོང་གསེབ་མང་དག་ཞིག་ལ་ཁོང་ཚོས་ས་གནས་ལ་ཡོད་པའི་ཟམ་པ་དང་གློག་གི་གློག་ཁང་སོགས་གདམས་རྒྱུད་ཆུ་ལོག་དེ་ཡིས་རྐྱེན་པས་གཏོར་རྒོད་ཕྱིན་ཡོད་ཡིན་པ། དེ་མཚུངས་ཀྱིས་ཕྱོགས་གཉིས་ཀས་ས་གནས་ནང་ཡོད་པའི་གྲོང་གསེབ་ཁག་ལ་གཏོར་རྒོད་ཧ་ཅང་མང་པོ་ཕྱིན་ཡོད་ཡིན་པ། ད་ལྟའི་བོད་དང་བོད་ཡུལ་གྱི་ས་མཚམས་ལ་བྱུང་བའི་འདམ་རྒྱུད་ཆུ་ལོག་གིས་ཡོངས་བསྐོར་བའི་རྒྱུ་མཚན་ནི། རི་རྒྱུད་ཧི་མ་ལ་ཡའི་གངས་རི་གཡོན་སུ་ས་ཡོམ་བྱུང་སྟེ། གངས་རི་དེ་དག་ནས་གང་མང་པོ་ཕྱིར་ཨ་བྷ་ལཱན་ཆ་ཡང་ན་འཕུར་ཡོང་བར་བརྟེན། ད་ལྟའི་འདམ་རྒྱུད་ཆུ་ལོག་དེ་བྱུང་བར། དེར་བརྟེན་འོག་ཏུ་ཡོད་པའི་རྒྱུག་ཆུའི་འཁྲིས་ཀྱི་ས་གནས་མང་དག་ཞིག་འདམ་རྒྱུད་ཁྱེར་ཡིན་པའི་གནས་སྟངས་ཆགས་ཀྱི་ཡོད་པ་དེ་འདྲ་ཞིག Nepal's Foreign Minister ཡང་ན་བོད་པའི་ཕྱི་དྲིལ་བཀའ་བློན་གྱིས་དེ་འདྲ་ཞིག་བཤད་ཀྱི་ཡོད་ཡིན་པ། དོན་རྐྱེན་དེའི་ཐོག་རྒྱ་ནག་གིས་ཤིན་ཧྭ་གསར་ཁང་ནས་གནས་ཚུལ་སྤེལ་བར་བྱས་ན། ནམ་རྒྱུན་ཆུ་ལོག་དེ་ཡི་སྐོས་ནི་བོད་ནང་གི་སྐྱིད་རོང་རྫོང་ལ་ཡང་དཀའ་ངལ་འཕྲད་ཡོད་པའི་སྐོར་བཤད་ཡོད་ཡིན་པ་དང། དེ་ནས་གནས་ཚུལ་དེ་ཐམས་ཅད་ཐོག་བལ་བོའི་སྲིད་བློན་སྦ་ལན་ཏི་ར་ཤ་ཁོང་གིས་བཤད་རྒྱུར་བྱས་ན། ཁྱོད་ཚོས་མྱོང་བའི་སྡུག་བསྔལ་དང། གྱོང་གུན་ནི་ཆུང་ཆུང་ཞིག་མ་རེད། ངས་ཁྱེད་ཚོར་ཁས་ལེན་བྱེད་རྒྱུ་ལ། ང་ཚོས་སྲིད་གཞུང་ངོས་ནས་ཁྱེད་ཚོར་རོགས་རམ་གང་ཐུབ་བྱེད་རྒྱུ་ཡིན་པས། ཚོ་དཀའ་ངལ་འཕྲད་མཁན་རྣམས་ལ། ཁྱེད་ཚོ་གཅིག་པུ་རྐྱང་ཡིན་པའི་བསམ་བློ་བཏང་མི་དགོས་ཅེས་དེ་འདྲ་གསུངས་ཏེ། ཁོང་གིས། ཁོང་གིས་དམག་མི་དང་ཉེན་རྟོག་པ་བཅས་བཞིན། རོགས་སྐྱོབ་ཀྱི་མི་སྣ་མང་དག་ཞིག་དཀའ་ངལ་འཕྲད་སའི་ས་གནས་དེ་ལ་གཏོང་ཡིན་པ་དང། དེ་མཚུངས་ཀྱི། རྒྱ་ནག་གི་སྲིད་འཛིན་ཞི་ཅིང་ཕིང་གིས་བོད་ནང་དུ་དཀའ་ངལ་འཕྲད་སའི་ས་གནས་ལ་རོགས་སྐྱོབ་ཀྱི་མི་སྣ་གཏོང་ཡོད་ཡིན་པ། ཁྱེད་ཀྱིས་དེ་རིང་གི་གསར་འགོད་སྙན་ཐོ་དེ་ཡི་སྙིང་བསྡུས་ཞུས་ཟིན་པ་ཡིན། དེ་རིང་གི་ལས་རིམ་ད་གར་མཚམས་བཞག་རྒྱུ་ཡིན། གལ་ཏེ། ལས་རིམ་འདི་ཡག་པོ་འདུག་གོ་ན་ཁ་བཏགས་སྣོན་པ་རྒྱུ་སྐོར་བྱས་པ་གཞན་ཡང Subscribe གནང་རྒྱུ་མ་རྙེད་བ་གནང་རོགས་གནང་བཀའ་དྲིན་ཆེ་ལས་རིམ་རྗེས་མའི་ནང་མཇལ་ཡོང།